ད་སློབ་ཕྲུག་གླིང་གེ་ཚ་བོ་ལོ་ལ་ཡ་ང་དྲུག་དེ་ལས་སྐོང་གམ་སང་ད་ང་ཚོ་ཁ་སིང་སྙེ་མ་རིག་ལམ་ད་དེ་ནས་མ་རྒྱལ་བ་ད་བྲལ་བ་ནི་ད་ནས་བཞིན་ཁ་ཟེར་བ་རྒྱུ་འབྲས་ཆེ་བའི་རྣམ་གཞག་གི་ནང་ཡོད་ལ། ནི་རྒྱུ་དྲུག་ཤེས་རབ་བྱེད་རྒྱུ་སླན་ཆད་ཤེས་པའི་རྒྱུ། སྐལ་མཉམ་གྱི་རྒྱུ་མཚུངས་ལྡན་གྱི་རྒྱུ་རྣམ་སྨིན་གྱི་རྒྱུ་ཟེར། ནི་འབྲས་བུ་དེ་ལ་ནི་ཁ་ཟེར་བ་ཁ་ཟེར་བ་རྒྱུ་མཐུན་གྱི་འབྲས་བུ། རྒྱུ་མཐུན་གྱི་འབྲས་བུ་དེ་ལ་བྱེད་པ་རྒྱུ་མཐུན་གྱི་འབྲས་བུ་མྱོང་བ་རྒྱུ་མཐུན་གྱི་འབྲས་བུ། དང་འདྲ་ཞིང་ཁ་ཟེར་བ་བདག་པོའི་འབྲས་བུ། ད་བདག་ན་བཞིན་བྲལ་བའི་འབྲས་བུ། སྐྱེས་བུ་བྱེད་པའི་འབྲས་བུ། འོ་བདག་ཚུལ་ནི་འབྲས་བུའི་རྣམ་གཞག་དེ་གའི་ཆ་ཚང་གཅིག་ཞུས་ཟིན་པ་ཡིན། དེའི་རྗེས་ལ་འདས་མ་འོངས་དུས་གསུམ་གྱི་རྣམ་གཞག་དེ་གའི་དེ་ཆ་ཚང་ཚར་བ་ཞིག་དེ་ནས་ང་ཚོའི་མཚན་མཚོན་གྱི་རྣམ་གཞག་དེ་གའི་ཆ་ཚང་ཚར་རེད། ད་དེ་རིང་ང་ཚོའི་སྐབས་སུ་བབས་པ་ད་ཐ་མ་དེ་འདུས་ར་ཆུང་བའི་ཡི་ད་རྣམ་གཞག་གི་ནང་ལ་ཐ་མ་དེ་འཕར་འགྱུར་གྱི་རྣམ་གཞག། ད་ཐཱན་འགྱུར་གྱི་རྣམ་བཞག་དེ་རིང་མ་ཞུ་ཡས་ཡིན། ཐཱན་འགྱུར་གྱི་རྣམ་བཞག་དེ་ནི་ཁྱེད་རང་ཚོ་དཔེ་ཆ་ནང་ལོ་ལ་དེབ་གི་ནང་ལོ་ལ་འདུག་ཟིག་རོགས་གནང། ངས་དེ་ནི་མ་འདྲེ་ཞིག་རྒྱག་གི་རྒྱག་གི་བྱས། ཡང་ཁྱེད་རང་ཚོ་དེ་ནང་ལོ་ལ་དོགས་པ་འདྲ་བོ་ཅིག་ཡོད་བ་ཡིན་ན་ངེས་པར་དུ་ང་ལ་འབྲེལ་བ་གནང་རོགས་གནང་ཞུ་ཡས་ཡིན། ད་ངེད་ཀྱི་གློག་འཕྲིན་ཟེར་བ་ཡིམེལ་གྱི་ཁ་སང་དེ་ནི་ཁྱོད་རང་ཚོ་ལ་ཡོད་རེད། ད་ང་ནས་བཞིན་ངའི WhatsApp གྱི་ཁ་སང་དེ་ནི་ཁྱོད་རང་ཚོ་ཡོད་རེད། ད་ང་ནས་བཞིན་ངའི་སྐད་འཕྲིན་ཟེར་བ་དེ་དང WeChat གྱི་དེ་ཁྱོད་རང་ཚོ་ཡོད་ས་ཡོད། ཚོ་ཀྱང་ད་གང་ལྟར་དེའི་བརྒྱུད་ནས་ང་ལ་འབྲེལ་བ་གནང་རོགས་གནང་ཞེས་ནས་ངས་ཞུས་ཡས་ཡིན། ད་དེ་རིང་གི་སློབ་ཚན་དེ་ནི་འདུག་ཞེས་ནས་འགོ་བཙུགས་ཡིན། ད་ང་ཚོའི་སློབ་ཚན་འདི་ཐཱན་འགྱུར་གྱི་རྣམ་གཞག་ཟེར་རེད་བ། ད་ཐཱན་འགྱུར་གྱི་རྣམ་གཞག་འདི། ད་ཐཱན་འགྱུར་ཟེར་ན་ག་འདྲ་ཞིག་ལེགས་རེད། ཐཱན་འགྱུར་ཟེར་ན་ག་འདྲ་ཞིག་ལེགས་རེད་བས་སོ། ཐཱན་འགྱུར་ཞེས་པ་ནི་བྲིས་པ་ག་འདྲ་ཅིག་ལ་གོ་དགོས་རེད་ལབ་ན། གང་ཟག་གང་ཞིག་གིས། མི་ག་འདྲའི་རེད་བྱས་ནས་མི་གང་ཞིག་གིས། དེ་གི་ཕ་རོལ་པོ་དེ་ལ་ཡང་ནི་ཐལ་བ་འཕང་གི་ཐལ་བ་ཡིན་པ་ཐལ་མ་ཡིན་པའི་ཐལ་ལ་ནི་ཐལ་བ་འཕང་གི་རོ། ཐལ་བ་འཕང་བའི་གང་ལ་གང་ཟག་འགའ་ཞིག་གིས་ཕ་རོལ་པོ་དེ་ཁས་བླངས་པ་ཞིག་ན་ནི་རྟགས་སུ་བཀོད་ནས། རྟགས་སུ་བཀོད་ནས་ཕ་རོལ་པོ་ཁས་བླངས་ཡས་ཀྱི་དོན་དག་ཅིག་ཁྱེད་རང་གིས་འདི་འདྲའི་ཅིག་ཁས་བླངས་ཀྱི་ཡོད་པ་ཡིན་ཙང་དེ་ཁས་བླངས་ན་དེ་འདྲ་ཞིག་སྐྱོན་ཆགས་ཀྱི་འདུག་དེ་འདྲ་ཁས་བླངས་ན་དེ་འདྲ་ཞིག་ཆགས་འགྲོ་གི་འདུག་ཟེར་ནས་ཨ་ནི་བ་ཐལ་བ་འཕང་བ་དེ་ལ། ད་ཐལ་འགྱུར་ལགས་ན་དེ་འདྲ་འདྲ་བོ་ཞིག་རེད་ཕ་རོལ་པོ་དེ་ཁས་བླངས་པ་རྟགས་སུ་བཀོད་ནས། ཁྱོད་ཀྱི་འདོད་པ་ལྟར་ནའང་གལ་སྲིད་ཁྱེད་རང་གིས་དེ་འདྲའི་ལབ་པ་ཡིན་ནའང་ཟེར་བ་རང། ཨ་ནི་དེ་ལྟར་ཡིན་དགོས་ཀྱི་འདུག་ཨོ་ས། ཁྱོད་ཀྱི་འདོད་པ་ལྟར་ན་དེ་ལྟར་ཡིན་དགོས་པར་འགྱུར་གྱི་འདུག་ཞེས་མི་འདོད་པའི་ཐལ་བ་འཕངས་ནས་ད་འདི་འདྲའི་ཁྱེད་རང་གིས་འདི་འདྲའི་ལབ་ན་འདི་འདྲའི་ཆགས་འགྲོ་གི་འདུག་བྱས་ཙང་འདི་འགྲིག་གི་མི་འདུག་ཟེར་ནས་མི་འདོད་པའི་ཐལ་བ་དེ་འཕངས་ནས། ཕ་རོལ་པོའི་གི་ཨ་ནི་ཁ་ལོག་རེད། ཁས་ལེན་ལོག་པ་ཟེར་ན་ད་དུ་དམ་བཅའ་ལོག་པ། ཡང་ན་དམ་བཅའ་ལྟར་སྣང་དེ་ལ་ལོག་པའམ་ལྟར་སྣང་བྲིས་པ། བྱས་ཙང་ལོག་པ་ལ་ན། དམ་བཅའ་ཡང་དག་པ་མ་ཡིན་པ། ལོག་པ་སིག་བོར་ལྟར་སྣང་ཟེར་ནས་ཡང་དག་པ་མ་ཡིན་པ་སིག་བོར་བ་འོ་ད་དེ་འདྲའི་ཅིག་ལ་ཡང་ཨ་ནི་འགལ་བ་འཕེན་པ་ཁོས་ཀྱི་དམ་བཅའ་འདི་ལ་བར་དོགས་ནས་འགལ་བ་ལ་ན་ཁོས་ཀྱི་དེ་ཏག་ཏག་བོར་འདོགས་ཆོག་ཤེས་ནས་ཨ་ནི་འགལ་བ་འཕང་ནས་མཐའ་འགྱུར་འདི་ལ་ཡང་ཁྱོད་རང་དེ་འདྲའི་ལབ་ན་དེ་འགྲིག་གི་མི་འདུག་ཟེར་ཡ་བྱོས་ལ་དེ་འདྲའི་གི་ཨ་ནི་འགལ་བ་འཕངས་པའི་ཐལ། ཟེར་བའི་ངག་ཅིག་ལ། ད་ག་འདི། རྒྱལ་བ་འཕངས་པའི་ངག་ཅིག་ལ། མཐའ་འགྱུར་ཟེར་བ་ད་དོན་དག་རྡོ་ལོག་གི་མཐའ་འགྱུར་ལགས་ན། རྒྱལ་བ་འཕངས་པའི་ངག་ཅིག་ལ། མཐའ་འགྱུར་ལགས་རེད། ད་མཐའ་འགྱུར་ལགས་ན་དེ་འདྲ་ཞིག་གོ་བ་ད། ཕ་རོལ་པོ་གིས། ད་ངས་ད་ལྟ་དཔེ་ཅིག་བཞག་རོགས་ཨ་ནི་དཔེ་ཡི་སྒང་ན་མ། འགྲེལ་བཤད་ཅིག་ཞུ་བ་ཡིན་ན་ཨ་ནི་ཁྱེད་རང་ཚོས་དེས། གོ་བརྡ་འཕྲོད་འོང། དཔེར་ན་ཆ་བཞག་བས་ན། མི་གཅིག་གིར་ད་དཔེར། སྒྲ་འདིའི། རྒྱུ་དང་རྐྱེན་ལ་བརྟེན་ནས་སྒྲ་དེ་རྒྱུ་དང་རྐྱེན་ལ་བརྟེན་ནས་སྐྱེ་གི་ཡོད་པ་དང་མངོན་སུམ་དུ་མཐོང་རྒྱུ་རྐྱེན་གྱིས་བྱས་པ་ཟེར་ན་སྒྲ་དེ་རྒྱུ་རྐྱེན་ལས་སྐྱེས་པ་མངོན་སུམ་དུ་མཐོང་ནས། ཁོས་ཡང། སྒྲ་དེ་རྒྱུ་དང་རྐྱེན་ལ་རྐྱེན་གྱི་དབང་གིས་སྐྱེ་གི་ཡོད་པ་དེ་ཁོའི་མིག་གིས་མངོན་སུམ་དུ་མཐོང་གི་ཡོད་པ་བྱས། ད་ནང་བཞིན་ཁོས་སྒྲ་དེ་རྟག་པ་ཡིན་ས་རེད་བསམ་ནས་ཁས་ལེན། བརྟན་པོ་ཆེ་ཏིང་ངེ་འབྱོར་བ། སྒྲ་རྟག་པ་ལ་མཐའ་གཅིག་འཛིན་གྱི། ཨ་ནི་ཁ་ལ་བ། མཐའ་གཅིག་འཛིན་གྱི་རྟགས་ཁ་ལ་བ། བསམ་བློ་ཡོད་ཏིང་ངེ་འབྱོར་བ། མཐའ་གཅིག་ཏུ་སྒྲ་རྟག་པ་རེད་ཤག་བསམ་པའི་བསམ་བློ་ཡོད་ཏིང། ཡང་སྒྲ་དེ། རྒྱུ་དང་རྐྱེན་ལ་བརྟེན་ནས་སྐྱེ་གི་ཡོད་བ་དེ་མིག་གིས་མཐོང་ཏིང་ངེ་ཡོད་བ་བྱས། ཡང་སྒྲ་དེ་མཐའ་གཅིག་ཏུ་རྟག་པ་ཡིན་ས་རེད་བསམ་པའི་ཨ་ནི། ཨ་ནི་གང་ཟག་དེ་ལ་ཡང། མཐའ་བསྒོ་བ་དེ་ལ་ན་ནི་ཕྱི་སྒོ་དེ་ལ། ཡང་སྒོ་བ་དེ་ལ་ཟེར་ན་གང་ཟག་དེ་ལ་ཨ་ནེ་འོ་ན་དགྲ་བྱོས་ཅེས་ད་ཁོས་ཐལ་བ་འཕང་བར་གར་མ་བྱེད་པ་ཡིན་པ་ལྟར། མ་བྱེད་པ་བླ་ན་གར་བྱེད་བས་ཀྱི་ལྡོག་ཕྱོགས་རོ་བྱེད་པ་ཀྱི་ལྡོག་ཕྱོགས་དེ་མ་བྱེད་པ། ད་ཁོའི་ཀྱི་མིག་ལ་གར་མཐོང་བར་རྒྱུ་དང་རྐྱེན་གྱིས་བྱས་པ་དེ་མཐོང་གོས་སྒྲ་དེ་ཡིན་ན་ཡང་ཁོས་སྒྲ་དེ་བཏགས་པ་ཡིན་ས་རེད་བསམ་ནས་ད་ཐ་ཅི་འཛིན་གྱིས་ད་ལོག་རྟོག་དེ་ཡོད་རོགས་གོ་ད་དེ་ལོག་རྟོག་དེ་སེལ་དགོས་གོ་རོགས་ཁོ་ལ་སྒྲ་བཏགས་པ་ཡིན་ས་རེད་བསམ་བསམ་བློ་དེ་ཡོད་དུས་ད་སྒྲ་དེ་གལ་སྲིད་ཨ་ནེ། ཁྱེད་རང་གིས་རྟག་པ་ཁས་ལེན་པ་ཡིན་ན་སྒྲ་དེ་མ་བྱས་པ་ཆགས་འགྲོ་གི་རེད་ད་ཟེར་ན་ད་ཐ་བ་ཕམ་ཡོད། སྒྲ་བརྗོད་བྱ་མ་བྱས་པ་ཡིན་པ་ཐལ། ཡིན་པ་ད་རྟག་པ་ཡིན་པས་བྱས་ཁྱེད་རང་གིས་རྟག་པ་ཡིན་པ་ཁས་ལེན་གི་འདུག་བྱས་ཙང་ཕ་རོལ་པོས་ཁས་བླངས་པ་དེ་རྟགས་སུ་བཀོད་དགོས་རེད་ཁ་རེད། སྒྲ་རྟག་པ་ཡིན་པ་དེ་ཁོས་ཁས་ལེན་གི་ཡོད་ར། སྒྲ་དེ་རྟག་པ་ཡིན་ས་རེད་བསམ་བསྡད་ཀྱི་ཡོད་པ་ཡིན་ས་ཐ་གཅེས་འཛིན་གྱི་ལོག་རྟོག་ཤུགས་ཆེན་པོ་བརྗོད་པ་ཡིན་ས། ད་ཁོས་ཀྱིས་ཁས་བླངས་བྱ་རྒྱུ་དེ་སྒྲ་རྟག་པ་ཡིན་པ་དེ་རྟགས་སུ་བཀོད་ནས་ཨ་ན་བྷ་རོ་བུ་དེ་ལ་མི་འདོད་པ་འཕང་བའི་སྒྲ་རྟག་པ་མ་རེད་གདོང་དུ་ཕྱིན་ལྟར་གར་མི་འདོད་པ་ག་འདྲ་འཕང་བར་ཁྱོད་ཀྱི་འདོད་པ་ལྟར་ན་ཁྱེད་རང་གི་སྒྲ་རྟག་པ་ཡིན་རེད་ཟེར་ཁྱོད་རང་གི་འདོད་པ་དེ་ལགས་པ་ཡིན་ན་ཨ་ན་སྒྲ་དེ་མ་བྱས་པ་ཡིན་པ་ཆགས་འགྲོ་གི་འདུག་སྒྲ་དེ་མ་བྱས་པ་ཡིན་དགོས་ཀྱི་འདུག་རྒྱུ་ཡིན་ན་ཁྱེད་རང་གི་མིག་ནག་ལོ་ལ་སྒྲ་དེ་རྒྱུ་དང་རྐྱེན་གྱིས་བྱས་པ་དེ་ཁྱེད་རང་གི་མིག་ནག་མཐོང་གི་འདུག་བཱས་ཇི་ཙམ་ལྟར་ཁྱོད་རང་གི་སྒྲ་མ་བྱས་པ་ཡིན་པ་དག་ཡིན་པ་དག་རྟག་པ་ཡིན་པའི་ཕྱིར་ད་དེ་འདྲས་ཀྱི་ད་ཐལ་བ་འཕང་བ་འདི་བསམ་པ་ལ་ད་ཐ་འགྱུར་ཟེར་དོན་དག་འདིར་ལྟ། འོ་ད་ཐ་འགྱུར་ཟེར་ཡ་ཡིས་ད་དོན་དག་ལ་བར་གོ་དོན་འདྲ་བོ་དེ། དེ་འདྲ་འདྲ་བོ་ཟེར་དེ་ཞུ་ཡ་ཡིན། ཡ་ད་གསལ་བོ་ཆགས་ཡོད་རེ་བ་ཡིན་ན་ཕ་རོལ་པོ་དེ་གིས་ཁས་བླངས་པ་ཞིག་རྟགས་སུ་བཀོད་ནས། ད་དེ་རྟགས་སུ་བཀོད། བཀོད་ནས། ཁྱོད་ཀྱི་འདོད་པ་ལྟར་ན། ཁྱོད་ཀྱིས་སྒྲ་རྟག་པ་དཔེར་ན་འདི་འདྲ་བོ་བྱས་ཟེར་ན། ཕ་རོལ་པོ་གིས་ཁས་བླངས་པ་སྒྲ་རྟག་པ་ཡིན་པ་རྟག་པ་ཡིན་པ་སྒྲ་འདི་རྟག་པ་ཡིན་པ་རྟགས་སུ་བཀོད་ནས། ད་གར་ཁྱོད་ཀྱི་འདོད་པ་སྒྲ་རྟག་པ་ཡིན་པ་དེ་ཁྱོད་རང་གིས་ཁས་ལེན་པ་ཡིན་ན། ཨ་ན་སྒྲ་དེ་མ་བྱས་པ་ཡིན་པ་ཆགས་འགྲོ་གི་འདུག་ཟེར་ནས་ཁྱོད་ཀྱི་འདོད་པ་ལྟར་ན་སྒྲ་མ་བྱས་པ་ཡིན་པ་དེ་འགྱུར་དགོས་ཀྱི་འདུག་དེ་ལྟར་ཡིན་དགོས་ཀྱི་འདུག་ཟེར་ནས་མི་འདོད་པའི་ཐ་བ་འཕངས་ནས། ཕ་རོལ་པོས་ཀྱིས་ཨ་ན་དམ་བཅའ་ལོག་པ་དེ་སྒྲ་རྟག་པ་མཐའ་གཅིག་ཏུ་འཛིན་པའི་འཛིན་པ་སྦྱོར་བ་དམ་བཅའ་ལོག་པ་འདི་ལ་ནི་གར་ལགས་པར། རྒྱལ་བ་སྨྲ་བས། དག་འཕེར་སྒྲ་རྟག་པར་རེད་མི་འདུག་ལས་ཀྱི་སྒྲ་རྟག་པ་ཡིན་ན་དེ་ནི་ཡང་ངུ་འདུག་ཟད་ཅིག་ཁོད་ཀྱི་ལྡོག་ཕྱོགས་ཀྱི་བར་ལབ་ཅེས་ནི་རྒྱལ་བ་ཅེས་སྨྲ་བའི་ངག་གཅིག་ལ་ཐ་འགྱུར་ཟེར་བ་ད་དོན་དང་ལྡོག་ཏུ་དེ་འདྲའི་རང་བཞིན་རེད་ཞུས་ཡིན་ཐ་འགྱུར་ལ་ན། ད་དེ་འདྲའི་ཆེད་ལ་ཁོག་འགུགས་རེད་ཞུས་ཡིན། ད་ཐ་འགྱུར་འདི་ལ་ནི། ཐ་འགྱུར་གྱི་རྟགས་ཚེ་རྩོད་གསུམ་འདི་ལྟ་ངོ། རྟག་ཆད་བསལ་བ་ཆད་རྩོད་གཞི་གསུམ་འདི་ངོས་འཛིན་བྱེད་པ་ཡིན་ན། ད་ལས་སླ་བོར་ནམ་རྒྱུན་ང་ཚོས་ཤེས་བསྡད་དེ་རེད། ཆོས་ཅན་ཆད་དེ་ལ་རྩོད་གཞི་ལ་ཟེར་བ་ཆོས་ཅན་ལ་རྩོད་གཞི་ཆད། ད་བསལ་བ་འདི་ལ་ཐང་འགྱུར་བཀོལ་བའི་སྒང་ལ་ཐལ་ཆོད་ཟེར་མིང་ཅིག་བཏགས་བསལ་བའམ་ཐལ་ཆོད་བྲིས་འདུག་བསལ་བའམ་བསལ་བའམ་འདི་གདམ་ག་སྟེང་གི་ཡོད་རེད་བ། འམ་འམ་འདི་གདམ་ག་འདིང་བའི་གསལ་བའམ་ཐལ་ཆོས་གསལ་བ་ལ་ན་འགྲིག་རེད་ཐལ་ཆོས་ལ་ན་འགྲིག་རེད་ལབ་རྒྱུ་མཁྱེན་སོང་ཨ་ནི་བརྟག་དེ་གསུམ་དུ་བཀོད་དགོས་བ་ན་ད་རྒྱུ་བཀོད་པའི་སྒང་ལ་དེ་འདྲ་བཀོད་དགོས་བ་རེད་བྱས་ཙང་སྒྲ་ཆོས་ཅནས་ག་རེ་མ་བྱས་པ་ཡིན་པ་ཐལ། བརྟག་པ་ཡིན་པའི་ཕྱིར་ཟེར་དེ་ད་ག་རེ་སྒྲ་དེ་ག་རེ་ལ་རྩོད་གཞི་ཆགས་རེད་དེ་རྩོད་གཞི་ཆོས་ཅན་རྩོད་གཞི་ཆོས་ཅན་ཆགས་རོ་བ།

ད་ལྟ་འགྱུར་བཀོད་ནི་དེ་འདྲའི་སྒྲ་བཅུ་རྩོད་པ་སྒྲ་བཅུ་བཀོད་པ་ཡིན་ནོ། སྒྲ་བཅུ་ཆ་མ་ཕྱེད་པ་ཡིན་པ་དག་ལ་ནི། བཏགས་པ་ཡིན་པའི་ཕྱིར་ཐལ་བ་ཅིག་བཀོད་པ་ཡིན་ན་ཐལ་བ་དེ་ལ་ལན་རྒྱག་གོ། རྩོད་པའི་སྐབས་ལ་ཡང་ལན་རྒྱག་གོ། ལན་འདི་ལ་བཞི་ཡོད་པ་ཅན་རྣམས་རྒྱུད་ནི་འདོད་ཅིང་ཅིའི་ཕྱིར་ཅེ་ན་རྟགས་མ་འདོད་ཅིང་ཁྱད་པར་མ་བྱུང་བཞི། ད་འདི་ཡོད་པར་སྒྲ་བཅུ་བ། འོ་ད་འདི་རེད། འོ་ད་འདི་བྱས། ད་ཨང། ད་ཐ་འགྱུར་ལ་བར་དབྱེ་ན་ག་ཚོད་ཡོད་རེད་ལ་ན། ཨ་ནི། ཐ་འགྱུར་ཡང་དག་དང་ཐ་འགྱུར་རྟགས་ནག་གཉིས་ཡོད་རེད། ཐ་འགྱུར་འདི་ལ་ཐ་འགྱུར་ཡང་དག་དང་ཐ་འགྱུར་རྟགས་ནག་གཉིས་ཡོད་རེད། ད་ཐ་འགྱུར་ཡང་དག་ཡོད་ལ་ན་ག་འདྲ་ཞིག་ལེགས་རེད་ཐ་འགྱུར་ཡང་དག་གི་གོ་དོན་ག་འདྲ་ལ་ན། རྟགས་དང་ཁྱད་པར་ཕ་རོལ་པོའི་བློ་ངོར་སྒྲུབ་པའི་སྒོ་ནས་ཕ་རོལ་པོ་ལ་མི་ལྟོས་པའི་ཐལ་བ་འཕེན་ཞིང། རྒོལ་བས་ལན་དོན་བདུན་ད་ནི་མི་ཐེག་པའི་མཐའ་འགྱུར་དེ་ལ་མཐའ་འགྱུར་ཡང་དང་སྲིད་ཨེས་ལ་ད། ད་དེའི་དོན་དག་གར་ལའོ་ལ་ན་དཔེ་འདྲ་བོ་བཞག་གིན་ད་དཔེ་ཅི་བཞག་གིན་ད་དང་པོ། དཔེ་ག་འདྲ་རེད་ལ་ན་དཔེར་ན། མི་གཅིག་གིས་སྒྲ་རྟག་པ་ཡིན་པ་ཁས་ལེན་སྒྲ་དེ་རྟག་པ་རེད་ཤག་བསམ་པའི་བསམ་བློ་བཏང། ཡང་རྟག་པ་ཡིན་ན་ཨ་ནི་བྱེད་པ་མ་ཡིན་པ་མ་བྱས་པ་ཡིན་པའི་ཁྱད་པར་དེ་ཁྱེད་ཁོས་ཀྱི་ཧ་གོ་གི་ཡོད་པ་བྱེད། སྒྲ་རྟག་པ་ཡིན་པ་དེ་ཁོས་ཁས་ལེན་བྱེད་གི་ཡོད་པ་བྱེད། རྟག་པ་ཡིན་ན་མ་བྱས་པ་ཡིན་དགོས་གི་ཡོད་པ་དེ་ཁོས་ཧ་གོ་གི་ཡོད་པ་བྱེད་ཚད་མས་སྒྲུབ་བྱེད་དེ་ཚད་མས་སྒྲུབ་ཟེར་ན་ཁོས་ཤེས་གི་ཡོད་པ་བྱེད། ད་དག་ན་ཞེས་ཁོས་ཀྱི་སྒྲ་དེ་བྱེད་པ་ཡིན་པ་དེ་ཁོས་རྟོགས་དེ་ཡོད་རྟོགས་ལ་ན་ཤེས་གི་ཡོད་རེད་ཚད་མས་སྒྲུབ་པ་ཡིན་ན་ད་རྟོགས་པ་ལ་ན་དོན་དག་གཅིག་པར་བ། ཨོ་ད་དེ་འདྲའི་གི་ནི་གནས་སྟངས་ཡོད་དེ་བས་མི་གཅིག་ལ། དེ་འདྲའི་གི་ཕྱི་གོས་དེ་ལ། ད་ཕྱི་གོས་དེ་ལ་ཟེར་བར་ད་ཕྱི་གོས་དེ་ག་རེད

ད་ལྟ་མཐའ་འགྱུར་དེ་ལ་གར་ཟེར་བ་ལས་མཐའ་འགྱུར་ཡང་དག་ཟེར་བ་དང། བྱས་ཙང་ད་ད་ལྟ་དེ་ད་ད་ཁྱད་པར་དེ་ཕ་རོལ་པོ་ཟེར་ཕ་རོལ་པོ་ལ་ནི་ཕྱི་སྒོ་དེ་རེད་བ། ཕྱི་སྒོ་དེ་ཡི་གི་སློང་ངོ་ལ་གྲུབ་དེ་སློང་ངོ་ལ་གྲུབ་ཟེར་ན་ཁོས་ཡི་འདི་ཧ་གོ་གི་ཡོད་རེད་ཟེར་བ་ལྟར། ད་ག་འདྲའི་ཧ་གོ་གི་ཡོད་ཟེར་ན་ཁོས་གི་སྒྲ་རྟག་པ་ཡིན་པ་ཁས་ལེན་དགོས་བ་ར། སྒྲ་རྟག་པ་ཡིན་པ་ཁས་ལེན་ནས་དེ་སྒྲ་ཆོས་ཡོད་ཅེས་མ་བྱས་པ་ཡིན་པ་ད་རྟག་པ་ཡིན་པས་ཚིག་ལ་དེ་བསམ་པ་ལ་སྒྲ་དེ་ཡི་གོ་རྟག་པ་ཡིན་པ་དེ་ཁོས་ཤིང་གོས་རྟག་དེ་ཡི་གོས་ཁས་ལེན་དགོས་རྟག་དེ་ཁོས་སློང་ངོ་ལ་གྲུབ་ཚར་རེད། སྒྲ་དེ་ཡི་རྟག་པ་ཡིན་པ་དེ། སྒྲ་འདི་རྟག་པ་ཡིན་པ་འདི་ཁོད་ཀྱི་བློ་ངོར་ལ་གྲུབ་ཚར་རྟགས་འདི་བློ་ངོར་གྲུབ་ཚར་བ་ཞེས། རྟགས་ཁྱད་པ་འདི་ཁོད་ཕ་རོལ་པོ་བློ་ངོར་ལ་གྲུབ་དེར་ཁྱད་པ་ག་རེ་ལ་ན་རྟག་པ་ཡིན་ན་མ་བྱས་པ་ཡིན་དགོས་རེད། རྟག་པ་ཡིན་ན་མ་བྱས་པ་ཡིན་དགོས་རེད་དེ་རྟག་པ་ཡིན་ན་མ་བྱས་པ་ཡིན་དགོས་རེད་ཟེར་དེའི་ཁོད་ཁྱད་པ་འདི་ཕ་རོལ་པོ་བློ་ངོར་གྲུབ་ཚར་གྲུབ་དེ་ཡོད་རེད། ད་ནི་ཁོས་ཕ་རོལ་པོ་འདི་འདྲའི་བློ་ངོར་འཁྲུལ་པའི་ངོ་ནས་ཕ་རོལ་པོ་འདི་ལ་མི་འདོད་པའི་ཐ་བ་ཕན་ནས་རྒོལ་བ་འདི་གི་ད་མི་འདོད་པའི་དེ་འདྲའི་གི་ད་སྒྲ་རྟག་པ་ཡིན་པ་མཁྱེན་ནས་རྟག་པ་ཡིན་ནམ་མ་བྱས་པ་ཡིན་པ་ཁོས་གི་ཁྱད་པར་དུ་ཚད་མས་གྲུབ་ད་སྒྲ་འདི་བྱས་པ་ཡིན་པ་འདི་ཁོས་ཤེས་འདི་བའི་ག་ལ་སྒྲ་བྱས་སྒྲ་འདི་བྱས་པ་ཡིན་པ་ཁོས་མིག་གིས་མཐོང་འདི་གི་བར་སྒྲ་འདི་རྒྱུ་དང་རྐྱེན་ལ་བརྟེན་ནས་སྐྱེ་གི་ཡོད་པ་འདི་ཁོས་མངོན་སུམ་དུ་མཐོང་འདི་གི་བར་ད་སྒྲ་ཆོས་ཀྱིས་མ་བྱས་པ་ཡིན་པར་ཐལ། རྟག་པ་ཡིན་པའི་ཕྱིར་དུ་དེ་འདྲ་གི་རྟགས་དེ་དཀོན་ཡོད་དུ་བསམ་པ་ལ་ཁོ་ལ་ལན་ཞིག་གང་ཡང་རྒྱག་རུང་གོ་བ་འདི་གིས་ལན་ཐོན་དུས་ཁྲིད་པ་དེ་གོ་བ་འདི་གིས་ལན་ཐོན་དུས་མི་ཐེབས་པ་མི་ཐེབས་པ་ཟེར་ན་རྒྱབ་མ་ཐུབ་པ་ཟེར་བར། ལན་ཐོན་དུས་ལ་ན་ལན་ཡང་དག་པ་ཅིག་ཁོས་ཁྱོད་རྒྱག་ཐུབ་འོང་མ་རེད། ལན་ཡང་དག་པ་དེ་ཁྱོད་སྤྲད་ཐུབ་བམ། དེ་འདྲས་ཀྱི་ལན་ཡང་དག་པ་སྤྲད་མ་ཐུབ་ཡས་ཀྱི་ད་ཐཱན་འགྱུར་གྱི་འཕང་དུ་བརྩམས་པ་ལ་དེ་འདྲའི་ཐཱན་འགྱུར་དེ་ལ་ཨ་ནི་ཐཱན་འགྱུར་ཡང་དག་ཟེར་ད་ཐཱན་འགྱུར་ཡང་དག་ཟེར་གོ་བ་དེ་གོ་དོན་འདྲ་བ་དེ་དེ་འདྲས་ཟེར་གོ་བ་རེད་ད་ཁོ་ཡི་ལན་ཞིབ་པོ་གང་ཡང་མ་ཐེ་དང་ག་འདྲས་རེད་ལ་ན་དཔེ་ཆ་ཤར་བ་ཡིན་ན། སྒྲ་དེ་ཨ་ནི་ག་རེད། སྒྲ་དེ་ཨ་ནི། མ་བྱས་པ་ཡིན་པ་ལྟར་ལབ་ན་ཁོས་འདི་ལ་འདོད་ལབ་ས་ཁྱོད་ར་གོ། གང་ལ་སྒྲ་དེ་བྱས་པ་ཡིན་པ་དེ་ཁོས་མངོན་སུམ་དུ་མཐོང་སྟེ་འོ་སྒྲ་བྱས་པ་ཡིན་པ་དེ་ཁོས་རྟོགས་ཏེ་འོ་རོ། རྟོགས་དེ་ཡོད་ཚད་སྒྲ་དེ་མ་བྱས་པ་ཡིན་པ་ཐ་ལ་ལ་འདུག་བསམ་པ་ལ་ཁོ་དེ་ལ་འདོད་ཟས་ལན་བརྒྱ་ཟ། དེ་ལ་འདོད་ཟས་དེ་ཅི་བྱས་པ་ཉིད་དེ་ལན་དེ་ལ་བརྒྱ་འོ་རོ། བྱས་ཙང་སྒྲ་མ་བྱས་པ་ཡིན་པ་ཐ་ལ་ལ་འདུག་བསམ་པ་ལ་ཁོས་གི་སྡོད་སའི་དུ་ཆེན་ལབ་ས་ར་གོང་མ་ཁོད་ཀྱི་དགྲ་བྱེད་པ་ཡིན་པ་དེ་ཁོས་མཐོང་འདུག་བ། ད་དགྲ་ཆོས་བྱེད་མ་བྱེད་པ་ཡིན་པ་དང་རྟག་པ་ཡིན་པའི་ཕྱིར་དེ་ལ་ལན་གཉིས་ལེགས་རོ་རྟགས་མ་དྲུག་དང་ཁྱེའུ་མ་ཆོས་གཉིས་ལེགས་རོ། དེ་གཉིས་ཀ་ཁོས་ལན་བརྒྱབ་ས་ར་གོང་མར། དགྲ་ཆོས་བྱེད་མ་བྱེད་པ་ཡིན་པ་ད་རྟག་པ་ཡིན་པའི་ཕྱིར་ལ་རྟགས་མ་དྲུག་ལགས་ན་དགྲ་རྟག་པ་མ་རེད་ལབ་བ་འདི་ཁོས་ཁས་ལེན་ཐུབ་བམ་ག་ལ་ཁོ་དགྲ་རྟག་པ་ཡིན་པ་ཁོ་རང་ཁས་ལེན་དེ་བ་དང་པོ་ཁོ་རང་སྒྲ་རྟག་པ་ཡིན་པར་ཁོས་ཁས་ལེན་དེ་ཡོད་ཚད་རྟགས་མ་གྲུབ་ཟེར་ཏེ་ལན་དེ་ཁོས་རྒྱག་ས་རག་གོ། སྒྲ་བརྗོད་ཡོད་ཅེས་མ་བྱས་པ་ཡིན་པ་དང་རྟག་པ་ཡིན་པས་ཟེར་འདི་ལ་རྟགས་མ་གྲུབ་ཟེར་ལན་རྒྱག་རྒྱག་པར་འགྲོ་ན་ཁོ་ལ་རྒྱབ་ས་རག་གོ། ད་སྡོད་ཟེར་ཏེ་ལན་དེ་རྒྱབ་ས་རག་མ་སོང། རྟགས་མ་གྲུབ་དེ་ཡང་རྒྱབ་ས་རག་མ་སོང། ད་ཁྱབ་པ་མ་བྱུང་དེ་ཡང་རྒྱབ་ས་རག་གོ། ཁྱབ་པ་མ་བྱུང་ལབ་ན། རྟག་པ་ཡིན་ན། མ་བྱས་པ་ཡིན་པས་མ་ཁྱབ་ལབ་དགོས་གོ། དེས་ཁོའི་ཁེར་ལས་ལབ་ཐུབ་བ་མ་གང་ལས་ཁོ་རྟག་པ་ཡིན་ན་མ་བྱས་པ་ཡིན་པའི་ཁྱད་པ་དེ་ཁོས་ཚེགས་མེད་ཀྱིས་རྟོགས་བསྡད་ར་ཁོས་ཧ་གོ་བ་རེད་བ། དེ་ལབ་དུས་ཙམ་པོ་ལ་ཁོས་ཀྱིས་ཁྱད་པར་མ་བྱུང་ཟེར་ལན་དེའི་རྒྱབ་རྩ་ར་བ་མ་རེད། ད་དེ་མ་ལབ་བ་གང་ལ་སྒྲ། ཨ་ནི་ག་རེ་རྟག་པ་ཡིན་པ་ཤེས་རྟག་པ་ཡིན་ན་མ་བྱས་པ་ཡིན་པའི་ཁྱད་པ་དེ་ཤེས་འོང་དུས་ཙམ་པོ་ལ་སྒྲ་མ་བྱས་པ་ཡིན་པ་ཐ་ལ་ཅིའི་ཕྱིར་དེའི་ཁོས་ལན་རྒྱབ་རྩ་དེ་ར་གོ་བ་མ་རེད། ཁྱེད་ཅག་ད་སྡོད་ཟེར་དེ་ལན་རྒྱབ་ས་རག་གོ་མ་རེད་ཨ་ནི་ཁ་ལ་རྟགས་མ་འདུག་ཟེར་ལན་དེ་རྒྱབ་ས་རག་གོ་མ་རེད་ཨ་ནི། ཁྱབ་པ་མ་བྱུང་ཟེར་ལན་དེ་རྒྱབ་ས་རག་གོ་མ་རེད་ཅི་ཕྱིར་ཟེར་ལན་དེ་རྒྱབ་ས་རག་གོ་མ་རེད་ད་དེ་འདྲས་ཀྱི་ལན་ཞེ་པོ་གང་ཡང་མི་ཐེབས་པའི་གི་ཨ་ནི་ཐང་འགྱུར་ཅིག་ལ་ཨ་ནི་ཐང་འགྱུར་ཡང་དག་ཟེར་བ་ད་དོན་དག་རྡོག་རྡོག་རེད་ཅིག་སྒྲ་རྟག་པ་ཡིན་པར་ཁས་བླངས། རྟགས་རྣམས་མ་ཕྱེ་བས་ཁྱབ་པ་དེ་ཚད་མས་གྲུབ། རྟགས་སྒྲ་བྱེད་པ་ཡིན་པར་རྟོགས་བར་འདོད་བསམས་པ་ལ། དེ་འབྲས་ཀྱིས་རྟོགས་པས་རྒོལ་བ་དེ་ལ། སྒྲ་བརྗོད་བྱེད་མ་ཕྱེ་བ་ཡིན་པར་ཐལ། རྟག་པ་ཡིན་པས་ཕྱིར་ལབ་དུ་བསམས་པ་ལ། ཁོ་ལ་ལན་བཞི་པོ་གང་ཡང་བརྒྱབ་ས་རག་གོ། བྱས་ཙང། རྟགས་དང་ཁྱབ་པ། ཕ་རོལ་པོའི་བློ་ངོར་གྲུབ་པའི་སྒོ་ནས། ཕ་རོལ་པོ་ལ་མི་འདོད་པའི་ཐལ་བ་དེ་འཕངས། སྒྲ་ཆོས་ཅན། མ་སྐྱེས་པ་ཡིན་པ་རྟག་པ་ཡིན་པས་ཡེ་ཤེས་མི་སྡུད་པའི་ཐ་བ་དེ་འཕང། འགོ་བས་ཀྱི། ཨ་ནི་ཕ་རོལ་པོ་ཐ་བ་འཕང་ས་ཀྱི་འགོ་བ་དེ་ཀྱིས། ལན་དོན་བདུན། ལན་དོན་བདུན་ཟེར་ན་ལན་ཡང་དག་པ་ཅིག་ཟློས། ཅིའི་ཕྱིར་རྟགས་མ་གྲུབ་འཆང་མ་བཅུ་གང་ཡང་ཅིག་ལན། མི་ཐེབས་པའི་མཐའ་འགྱུར་གྱིས་ལ། ད་དེ་འདྲའི་གི་ཐ་འགྱུར་དེ་གར་ཆགས་པར་ཕ་རོལ་པོ་དེ་ལན་བརྒྱ་མ་ཐོས་པའི་ཐ་འགྱུར་ཆགས་ཡོད། དེ་འདྲའི་ཐ་འགྱུར་དེ་ལ། ཨ་ནི་ཐ་འགྱུར་ཡང་དག་ཟེར་ལ་ཀྱི་རེད། ད། ད་ཐ་འགྱུར་ཡང་དག་གི་གོ་གོ་དོན་འདྲ་བོ་དེ་དེ་འདྲའི་འབྲས་བུ་ཅིག་རེད། ད། ད་དོན་འགྱུར་ཡག་དག་གི་གོ་དོན་ལ་འོ་ད་དོན་དག་དེ་ཤོད་ཡོད་པའི་རེ་བ་ཞུ་གིན་ད། འོ་ད་འདི་འདྲའི་སྒྲུབ་བྱེད་རེ་ཤོད་ཡོད་ད་དོན་འགྱུར་ཡག་དག་ཁོ་ན་ལ་བ་ཡེ་བ་བྱས་ན་སྒྲུབ་བྱེད་ཕེབས་པའི་དོན་འགྱུར་ཡང་ཡག་དག་སྒྲུབ་བྱེད་མ་ཕེན་པའི་དོན་འགྱུར་ཡང་དག་གཉིས་ཆེ་བ་རེད་ད། ད་སྒྲུབ་བྱེད་ཕེན་པའི་དོན་འགྱུར་ཡང་དག་ཟེར་དེ་ག་འགྲེལ་བྱེད་ལ་གོ་དགོས་པ་རེད། དང་པོ། སྒྲུབ་བྱེད་འཕེན་པའི་ཐང་རྒྱུད་ཡང་དག་ཟེར་ཏེ་ག་འགྲེལ་བྱེད་ལ་གོ་དགོས་པ་རེད། སྒྲུབ་བྱེད་མ་འཕེན་པའི་ཐང་རྒྱུད་ཡང་དག་ཟེར་ན། ག་འགྲེལ་བྱེད་ལ་གོ་དགོས་པ་རེད། འོ་དེ་ཅིག་ཞུ་བ་ཡིན་ན། ད་སྒྲུབ་བྱེད་འཕེན་པའི་ཐང་རྒྱུད་ཡང་དག་ལ་ན་དཔེ་བཀྲལ་བར་བྱ་ན། སྒྲ་ཆོས་ཅན། མ་བྱས་པ་ཡིན་པ་ལྟར་བཏགས་པ་ཡིན་པའི་ཕྱིར་ལ་བ་ཡིན་ན། ད་འདི་ལ་སྒྲུབ་བྱེད་འཕེན་པའི་ཐང་རྒྱུད་ཡང་དག་ལ་རེད། གྲུབ་ཆེན་ཕན་པའི་ཐང་རྒྱུད་ཡང་དག། ད་ནི་གྲུབ་ཆེན་ཕན་པའི་ཐང་རྒྱུད་ཡང་དག་འདི་ག་འདྲའི་ཚིག་རྩི་གོ་རེད་རྩི་ཐང་འདྲ་བོ་འདི་ག་འདྲའི་ཚིག་གོ་རེད་ལབ་ན། ལྡོག་དོན་ཚུལ་གསུམ་ཚང་བ་རེད་ལ་ལྡོག་དོན་ལྡོག་དོན་ཚུལ་གསུམ་ཚང་བ་ལབ་ན་དོན་དག་ག་རེ་ལབ་དགོས་རེད་ལབ་ན། ལྡོག་དོན་ལ་ག་རེ་ལྡོག་དགོས་རེད་ཟེར་ན། ད་ནི། ཐལ་ཆོས་འདི་བར་དོ་བ་ཆོས་ལོག་ཟེར་ད། འདི་ག་རེད་ལབ་ན་ད་འདི་ག་རེ་ཆོས་ཅན་རེད་བ་རྩོད་གཞི་རེད་བ། མ་བྱས་པ་ཡིན་པ་ད་ལ་འདི་ག་རེ་གསལ་བ་རེད་འདི་ལ་ཐལ་ཆོས་ལབ་ཡོད་ཨ། ད་ཐལ་ཆོས་འདིའི། ལྡོག་ཕྱོགས་འདི་ལ། ད་ནི་ཐལ་ཆོས་ལོག་པ་དེ་ཟེར་ལ་ཆོས་ལོག་ཟེར་མིང་བཏགས་ཡོད། དེ་དེ་རྟག་པ་ཡིན་པའི་ཕྱིར་ལ་ཡང་རྟག་རོ། རྟག་དེ་གི་ལྡོག་ཕྱོགས་དེ་མི་རྟག་པ་རང་མི་རྟག་པ་དེ་ལ་རྟག་ལོག་ཟེར་བར་བྱེད། ད་ལྟ། རྟག་ལོག་ཆོས་ལ་བཀོད་ཕྱིར་ལོག་རྟག་ལ་བཀོད་ནས་ཨ་ནི་བར། ཨ་ནི། འདི་གི་མ་བྱས་པ་དེ་གི། ལྡོག་ཕྱོགས་དེ་ག་རེད་བྱེད་པ་རོ། བྱེད་པ་དེ་རྟགས་ལ་བ་བཀོད། ཨ་ནི་རྟགས་པ་དེ་གི་ལྡོག་ཕྱོགས་དེ་ག་རེད་ལ་ནི་རྟགས་པ་དེ་རྟགས་རོ། དེ་གི་ལྡོག་ཕྱོགས་དེ་རྟགས་བློ་རོ། རྟགས་བློ་དེ་མི་རྟག་པ་རོ། མི་རྟག་པ་དེ་ཚུ་ཆོས་ལ་བཀོད། དེ་མི་རྟག་པ་ཡིན་པ་ཐལ་ལ་ནི་ཚུ་ཆོས་ལ་བཀོད། དེ་དེ་དེའི་ལྡོག་ཕྱོགས་དེ་ཆོས་རོ། ཐལ་ཆོས་རོ། ཐལ་ཆོས་དེ་གི་ལྡོག་ཕྱོགས་དེ་ཆོས་ལོག་ཟིན་བ་རོ། ཆོས་ལོག་དེ་བ་རྟགས་ལ་བཀོད་པ་ཡིན་ན། ལྟོས་ཆོས་བྱེད་པ་ཡིན་པའི་ཕྱིར་རྟགས་བཀོད་པ་ཡིན་ན། ད་ལྟ་འདི་དེའི་སྒྲ་ཆོས་ཀྱིས་མ་བྱས་པ་ཡིན་པ་དང་རྟག་པ་ཡིན་པའི་ཕྱིར་སྒྲུབ་བྱེད་འཕེན་པའི་རྟགས་ཡང་དག་ཡིན་པའི་རྒྱུ་མཚན་ཆོས་འཕེན་པའི་མཐའ་འགྱུར་ཡང་དག་ཡིན་པའི་རྒྱུ་མཚན་ག་རེ་ལ་ན། དེའི་ཆོས་བློ་དེ་རྟགས་ལ་བཀོད། རྟགས་བློ་དེ་བ་ཆོས་ལ་བ་བཀོད་ནས། དེ་འབྲེལ་གྱི་སྒྲ་ཆོས་ཅན་མི་རྟག་པ་ཡིན་པ་དང་བྱེད་པ་ཡིན་པའི་ཕྱིར། དེས་ཆོས་ལོག་དེ་རྟགས་ལ་བཀོད་རྟགས་ལོག་དེ་ཆོས་ལ་བཀོད་ནས་ཡང་སྐྱོ་ཆོས་ཅན་རང་ཅག་སྒྲ་དེ་ཁེགས་ནས། ཨ་ནི། དེ་ལྟའི་དེ་སྒྲ་ཆོས་ཅན་མི་རྟག་པ་ཡིན་པ་དང་བྱེད་པ་ཡིན་པས་ལ་དེའི་རྟགས་ཡང་དག་ཆགས་ཀྱི་འདུག་ན། རྟགས་ཡང་དག་ཅིག་ཆགས་ཀྱི་ཡོད་པ་ཡིན་ན་རྟགས་གར་ཆགས་བར་ལ་ནི་དེས། དེའི་སྒྲ་ཆོས་ཅན་མ་བྱས་པ་ཡིན་པ་དག་ལ་རྟག་པ་ཡིན་པའི་ཕྱིར་ལ་ཡ་གི་མཐའ་འགྱུར་དེ་གར་ཆགས་རིགས་ལ་ནི་མཐའ་འགྱུར་འདིར་དང་གི་དང་ན་ཛུ་གུ་ཙུག་འདི་སྲས་ཀྱི་མཐའ་འགྱུར་དེ། གར་ཆགས་རིགས་རེད་ལ་ཟེར་མ་ལ་མཐའ་འགྱུར་ཡང་དག་ཆགས་རིགས་རེད། དེ་ཐང་འགྱུར་ཡང་དག་གར་ཅིག་འཆགས་རེ་ལགས་ན། འདི་ཡིས་ཆོས་བློ་བརྟགས་ལ་དགོས་བརྟགས་ལོག་དེ་ཆོས་ལ་བཀོད་ནས་དེ་འདྲའི་གི་སྦྱོར་བ་ལ་སྦྱོར་བ་ཟེར་རོ། དེ་འདྲའི་གི་བརྟགས་ལོག་ཆོས་ལ་བཀོད་ཆོས་བློ་བརྟགས་ལ་བཀོད་ནས་དེ་འདྲའི་གི་བརྟགས་སྦྱོར་དུས་གསུམ་ཚང་བའི་སྦྱོར་བ་འདི་ལ། ཚུལ་གསུམ་ཚང་བ་བརྟགས་ཡང་དག་ཅིག་འཆགས་འགྲོ་གི་འདུག་ན་གར་འཆགས་རེ་ལགས་ཟེར་བ་ལ། དེ་འདྲའི་གང་གི་དེ་ཐང་འགྱུར་དེ་གར་འཆགས་བ་ལ་བསྒྲུབ་བྱའི་འཕེན་པའི་ཐང་འགྱུར་ཡང་དག་འཆགས་འགྲོ་གི་རེད་ཟེར་ཏེ། ཨ་དོན་ན་ལྡོག་ཏུ་དེ་ལྟ་གྲུབ་ཆེན་ཕན་པའི་མཐའ་འཇུག་ཡང་དག་ག་ལ་བ་མཐའ་འཇུག་ཡང་མཐའ་འཇུག་ཡང་དག་ཡིན་པ་གང་ཞིག་ལ། རྟགས་ལོག་ཆོས་ལ་བཀོད་ཆོས་ལོག་རྟགས་ལ་བཀོད་ནི་ཨ་ནི་ཁོལ་གྱི་ད། རྟགས་ལོག་ཆོས་ལ་བཀོད་ཆོས་ལོག་རྟགས་ལ་བཀོད་བཞག་རྒྱུག་གི་ཨ་ནི་སྦྱོར་བ་ཞིག་ར་དེའི་རྟགས་ཡང་དག་ཆགས་ཀྱི་འདུག་ན་ཨ་ནི་གྲུབ་ཆེན་ཕན་པའི་རྟགས་ཡང་དག་ཟེར་གྱི་རེད། ད་དེ་རྟགས་ཡང་དེ་འདྲའི་གི་རྟགས་ཡང་དག་མ་ཆགས་ངེས་དེ་ལ་གྲུབ་ཆེན་མི་ཕན་པའི་རྟགས་ཡང་གྲུབ་ཆེན་མི་ཕན་པའི་མཐའ་འཇུག་ཡང་དག་ཟེར་ཆགས་འདུག་རེད། ད་འདི་དཔེ་འདྲ་བོ་ཆགས་ཀྱང་སྒྲ་བརྗོད་ཅིང་མི་རྟག་པ་ཡིན་པ་དེ་བྱེད་པ་ཡིན་པས་ཞེས་ལ་འདི་ཁོ་རང་ལྟ་ཡང་འདྲ་རེད་བ། ད་ཁོའི་གི་ཆོས་ལོག་དང་རྟགས་ལོག་གཉིས་དེ་པ་རྟགས་སུ་བཀོད་བ་ཡིན་ན། ཨ་ནི་དེ་འདྲའི་གི་ཆོས་ལོག་དང་རྟགས་ལོག་བཀོད་པའི་རྟགས་རྟགས་དེ་གར་ཆགས་ལ་རྟགས་ཡང་དག་རྒྱུ་ནི་ཆགས་ཀྱི་མ་རེད་རྟགས་ཡང་དག་མ་ཆགས་པ་ཡིན་ཙང་ཨ་ནི་གར་གྲུབ་བྱེད་མི་ཕན་པའི་དང་གི་ཨ་ནི་དཔེ་ཆགས་ཤག་ཡིན་ན། ད་འདིའི་གི། འདིའི་གར་སྒྲ་ཆོས་ཅན་དེ་རང་ཅག་ལིག་རེད་བ་སྟེ། སྒྲ་ཆོས་ཅན་དེ་རང་ཅག་ལས། ད་འདི་ཡི། དང་པོ་འདིའི་རྟགས་བློ་དེ་ཆོས་ལ་བཀོད་གོ། རྟགས་བློ་ཆོས་ལ་བཀོད་དུས་རྟགས་འདི་སྟེར་བར་བྱེད་པ་ཡིན་པས། འདིའི་རྟགས་བློ་དེ་ཆོས་ལ་བཀོད་ན་ག་རེ་མ་བྱས་པ་ཡིན་པ་དག་ཆགས་སྡང་རེད། ད། འདི། འདི་ཆོས་རོ། ཐལ་ཆོས་རོ། ཐལ་ཆོས་མི་རྟག་པ་ཡིན་པ་དག། འདིའི་ལྡོག་ཕྱོགས་འདི་ཆོས་བློ་ཆགས་སྡང་རེད། ཆོས་བློ་འདི་ག་རེ་ལ་ལ་ཙམ་རྟག་པ་ཡིན་པའི་ཕྱིར་ཟད་ཆགས་སྡང། ཆོས་བློ་འདི་རྟགས་ལ་བཀོད་ན། ལ་བཏགས་པ་ཡིན་པའི་ཕྱིར། ད་སྒྲ་ཆོས་ཀྱི་མ་བྱས་པ་ཡིན་པ་དག་བཏགས་པ་ཡིན་པའི་ཕྱིར་ལ་ནི་རྟགས་ཡང་དག་རྒྱུ་ནི་བྱ་ཡང་བར་ཡོད་མ་རྟགས་སྒྲ་ཆོས་ཀྱི་མ་བྱས་པ་སྒྲ་བཏགས་པ་ཡིན་པ་ཁས་ལེན་ཐུག་མར་བ། སྒྲ་དེ་མ་བྱས་པ་ཡིན་པ་དུས་ན་ཡང་འགྲུལ་ཡང་ཡོད་མར་བ། ད་སྒྲ་མ་བྱས་པ་སྒྲ་མ་བྱས་པ་ཡིན་པ་དག་བཏགས་པ་ཡིན་པའི་ཕྱིར་ལ་ཡ་དེ་ཁོ་རང་ལ་ཚུལ་གསུམ་ཚང་མ་རེད་ག་ལ་ནི་ཕྱོགས་བཅུ་ཁོ་རང་གྲུབ་ཀྱི་མ་རེད་ལའོ། ད་འདིར་ལ་དུ་བསམ་པ་ལ། ཨ་ནི། གང་ལྟར་སྒྲ་ཆོས་ཀྱི་མ་བྱས་པ་ཡིན་པ་དག་ལ་བཏགས་པ་ཡིན་པའི་ཕྱིར་ལ་ཡ་དེ། ཨ་ནི། རྟགས་ཡང་དག་ཆགས་ཀྱི་མེད་པ་ཡིན་ཙང། ཐཱན་འགྱུར་འདི་གིས་རྟགས་ལོག་དང་ཆོས་ལོག་གཉིས་དེ། བཀོད། རྟགས་སུ་བཀོད་ནས། རྟགས་ལོག་དང་ཆོས་ལོག་གཉིས་དེ། བར། ཁ་ལོ། ཆོས་ལོག་རྟགས་ལ་བཀོད། རྟགས་ལོག་ཆོས་ལ་བཀོད་ནས་ཨ་ནི་རྟགས་སུ་བཀོད་བྱ་རྒྱུ་འདི། ཨ་ནི་རྟགས་ཡང་དག་ཆགས་ཀྱི་མེད་པ་ཡིན་ཙང། གང་གིས་ཐཱན་འགྱུར་དེ་ག་ཆགས་རབས་ལ་ན། དེའི་ཐཱན་འགྱུར་དེ། སྒྲ་ཆོས་ཀྱི་མི་རྟག་པ་ཡིན་པ་ཐལ། བྱེད་པ་ཡིན་པས་ཅེས་ཟེར་ཏེ། སྒྲུབ་བྱེད་མི་ལྷུན་པའི་ཐཱན་འགྱུར་ཡང་དག་ཞེས་བྱ། ཐཱན་འགྱུར་ཡང་དག། ད་འདི་ལ་རྩིས་སྟངས་འདྲ་བོ་དེ་འདི་འདྲ་འདྲ་བོ་ཞིག་རེ་ཞུ་ཡ་ཡིན།

ཐཱན་སྒྱུར་ལས་ཀྱི་གོ་དོན་ག་རེ། གང་ཟག་ཅིག་གིས་ཕ་རོལ་པོ་གི་ཁས་བླངས་པ་དེ་ཁས་བླངས་པ་དེ་རྟགས་སུ་བཀོད་ནས། ཁྱོད་ཀྱི་འདོད་པ་ལྟར་ན་ཁྱོད་རང་གི་འདོད་པ་དེ་ལྟར་ན་ཨང་དེ་འདྲས་ཡིན་དགོས་འདུག་ཟེར་ནས་ད་ཐཱན་སྒྱུར་གྱིས་འཕངས་ཀྱི་ཡོད་རེད་བ། འོ་ཐཱན་སྒྱུར་དེས་འཕངས་ནས་དེ་འདྲས་ཀྱི་མི་འདོད་པའི་ཐ་བ་འཕངས་ནས་ཨ་ནུ་ཕ་རོལ་པོས་ཀྱི་དམ་བཅའ་ལོག་པ་ལ་ན་ད་དུ་དམ་བཅའ་བཏང་ན་ལ་ཡང་རྒྱལ་བ་ཅེས་པ་སྨྲ་ནས་རྒྱལ་བ་སྨྲ་བའི་ངག་ཅིག་ལ་ཨ་ནི་དང་རྒྱུད་ལགས་པས་རེད། ད་དཔེ་ཆ་བཞག་ན། སྒྲ་རྒྱུ་རྐྱེན་གྱིས་བྱས་པ་མངོན་སུམ་དུ་མཐོང། སྒྲ་དེ་རྒྱུ་དང་རྐྱེན་ལ་བརྟེན་ནས་སྐྱེ་བཞག་རྒྱུ་ཡིན་པ་མངོན་སུམ་དུ་མཐོང་ནས། ད་སྒྲ་རྟག་པ་ཡང་ཁས་ལེན་མཁན་གྱི་གང་ཟག་དེ་ལ་སྒྲ་བརྗོད་བྱེད་མ་བྱས་པ་ཡིན་པ་དང་རྟག་པ་ཡིན་པས་ཅེས་པ་ལ་ནི། ཨ་ནི་དེ་འདྲའི་གི་མཐའ་འགྱུར་དེ་བཀོད་འོང་དུས་དེ་འདྲའི་མཐའ་འགྱུར་འདི་དེ་འདྲའི་དེ་མཐའ་འགྱུར་ཆགས་སྟངས་ག་འདྲ་ཆགས་རེད་ལ་ན། ད་ནི་ཕ་རོལ་པོ་ཁས་བླངས་པ་འདི་སྒྲ་རྟག་པ་ཡིན་པ་དེ་རྟགས་སུ་བཀོད། རྟགས་སུ་བཀོད་ནས་གལ་སྲིད་སྒྲ་རྟག་པ་ཡིན་པ་ཡིན་ན་ཨ་ནི་སྒྲ་མ་ཆད་པར་ཆགས་འགྲོ་གི་རེད་ཟེར་ནས་མི་འདོད་པའི་ཐ་བ་དེ་འཕངས་ནས་ཕ་རོལ་པོ་གི་དམ་བཅའ་ལོག་པ་དེ་དང་རྟགས་སྣང་དེ་ལ་འགལ་བ་ཅིག་བརྗོད་ཀྱི་ཡོད་པ་ཡིན་ཙང་ཨ་ནི་ཐང་རྒྱུར་ཟེར་ལབ་ཀྱི་རེད་ད་གང་ལྟར་འགལ་བ་བརྗོད་སྟངས་དེ་ཡིན་པ་ཐལ་ལ་ནས་ཨ་ནི། ཐ་བ་འཕེན་གྱི་ཡོད་རོ་ཐ་བ་འཕངས་ན་ཐ་བ་འཕངས་གི་ཡོད་ཐ་བ་འཕངས་ཡིན་པ་ཐལ། མ་བྱས་པ་ཡིན་པ་ཐལ་ཡང་ན་མ་ཡིན་པ་ཐལ་ལ་ནི་འདུག་ཅིང་ཐ་བ་འཕངས་གི་ཡོད་པ་ཡིན་ཙང་དེ་འདྲས་ཀྱི་ཐལ་བ་འཕངས་པའི་ཨ་ནི་འགལ་བ་སྨྲ་བའི་ངག་དེ་ལ་ཨ་ནི་གར་ཐལ་འགྱུར་ཟེར་ཏེ་དོན་དག་འདྲ་བ་འདི་དེ་འདྲ་འདྲ་བ་ཞིག་རེད་ཞུ་ཡ་ཡིན། ད་ཐལ་འགྱུར་འདི་ལ་ཨ་ནི་གར་ཐལ་འགྱུར་གྱི་རྟགས་གསལ་རྩོད་གསུམ་ངོས་བཟུང་བ་ཡིན་ན་ཨ་ནི་ག་ཟེར་བ་རེད།

གསལ་བ་དེ་གང་ཅིའི་ཕྱིར་མ་བྱས་པ་ཡིན་པར་ཐལ། བདག་པ་ཡིན་པའི་ཕྱིར། དུ་སླ་བ་ཡིན་ན། ད་དུ་བྱར་རོ། ད་འདི་ཡི་ཆོས་ལོག་ག་རེ་མ་བྱས་པ་དེ་གི་ཆོས་ལོག་དེ་ག་རེ་བྱས་པ་ཆགས་འགྲོ་ར། རྟགས་ལོག་དེ་ག་རེ་མི་རྟག་པ་ཆགས་འགྲོ་ར། འོ་ད་དེ་འདྲ་འདྲ་བ་ཞིག་རེད་ཞུ་ཡ་ཡིན། ད་རྩོད་པ་ག་རྩོད་པ་རྒྱལ་བའི་ག་ལན་འདི་ལ་ཟློས། ཅིའི་ཕྱིར་རྟགས་མ་འགྲོ་ཁྱབ་པ་མ་བྱུང་ཤེས་ཡོང་གི་ཡོད་པ་དེ་གསལ་བོ་བྱས། ད་དེ་ནས་དེ་བྱེད་ད་དེ་ནས་ཐཱན་འགྱུར་ལ་བ་དབྱེ་ན་ག་ཚོད་ཡོད་རེད་ལ་ན་ཐཱན་འགྱུར་དེ་ཡང་དག་འདི་ད་ན་གཉིས་བྱེད་ཐཱན་འགྱུར་ཡང་དག་ཟེར་ན་ག་རེ་ཟེར་བ་རེད་ལ་ན། རྟགས་དང་ཁྱད་པར་དེ་ཕ་རོལ་པོའི་བློ་ངོ་ལ་སྒྲུབ་པའི་སྒོ་ནས་ཕ་རོལ་པོ་ལ་མི་ལྟོས་པའི་ཐལ་བ་འཕེན་ཞིང། གོ་ཐལ་བ་འཕེན་ས་ཀྱི་གོ་བ་དེ་གས་ནི་ཚུར་ལན་ཐལ་བ་འཕངས་པ་དེ་ལ་ལན་དོན་བསྡུ་ལན་ཡང་དག་པར་ཟློས་བཏགས་མ་གཏོགས་ཅི་བྱས་ཁྱང་མ་བྱུང་གང་ཡང་ལན་རྒྱག་མ་ཐུབ་པའི་དེ་འབྲེལ་གྱི་མཐའ་འགྱུར་འདི་ལ་མཐའ་འགྱུར་ཡང་དག་ལ་རེས་ད་ང་ཚོས་ད་གིས་ང་ཚོ་འགྲེལ་བཤད་རྒྱག་བ་ལ་ཞེས་སྒྲ་རྟག་པ་ཡིན་པ་ཁས་ལེན། རྟག་པ་ཡིན་ན་མ་བྱས་པ་ཡིན་པའི་ཁྱབ་པ་དེའི་ཁོའི་ཚད་མས་གྲུབ། སྒྲ་བྱས་པ་ཡིན་པ་དེ་ཁོའི་མངོན་སུམ་དུ་མཐོང་རྟོགས་དེ་ཡོད་ཙང་ད་དེ་འབྲེལ་གྱི་རྟོགས་པའི་གོ་བ་དེ་ལ་སྒྲ་ཆོས་ཅན་མ་བྱས་པ་ཡིན་པ་ད་ལ་རྟག་པ་ཡིན་པའི་ཕྱིར་རྟག་ཏུ་སྐྱོང་བ་ཡིན་ན་དེ་འབྲེལ་མཐའ་འགྱུར་དེ་ག་ཆགས་རེད་ལབ་ན་མཐའ་འགྱུར་ཡང་དག་ཆགས་འགྲོ་གི་རེད། རྒྱུ་མཚན་ག་རང་ཡིན་ན་ཁོའི་ལན་ཧྲིལ་པོ་གང་ཡང་ཐེག་གི་མ་རེད་གོ་བ་དེ་གི་ལན་དོན་དུ་གང་ཡང་མི་ཐེག་པའི་ཐང་ཆག་རོགས་རེད། དེ་ལན་ཧྲིལ་པོ་གང་ཡང་མ་ཐེག་ན་ག་རེ་ལམ་འདྲ་ཆོས་ཡོད་ཅིག་མ་བྱས་པ་ཡིན་པ་ཐལ་ལ་ན། ད་ནི་ཁོས་འདི་ལ་སྡོད་ལ་ཐུག་གོ་མ་རེད་ག་ཅིག་ལ་ན་ཁོས་འདྲ་བྱས་པ་ཡིན་པ་མངོན་སུམ་དུ་མཐོང་འདི་གི་ཡོད་རེད། རྐྱེན་སོགས་འདྲ་དེ་རྒྱུ་དང་རྐྱེན་གི་དབང་གིས་བྱས་གི་ཡོད་པ་དེ་ཁོས་གི་མཐོང་གི་ཡོད་རེད་བྱས་ཙང་ཨ་ནི་སྡོད་ལབ་ཐུག་གོ་མ་རེད། ད་འདྲ་ཆོས་ཅིག་མ་བྱས་པ་ཡིན་པ་དེ་རྟག་པ་ཡིན་པའི་ཕྱིར་ལ་ཡ་དེ་ལ་རྟག་མ་འགྲོ་ལབ་ཐུག་གོ་མ་རེད་ཁོས་འདྲ་རྟག་པ་ཡིན་པ་ཁས་ལེན་གོ་རེད།

ཁོས་ཀྱི། ཚད་མེད་ཀྱི་མཐོང་བདེ་དང་ཚད་མེད་ཀྱི་སྒྲུབ་བདེ་བ། ད། སྒྲ་རྟག་པ་ཡིན་པ་དེ་ཁོས་ཀྱི་རྟོགས། ག་ཟེ་ཁས་ལེན་བྱེད། རྟག་པ་ཡིན་ན་མ་བྱས་པ་ཡིན་པ་དེ་ཁོས་ཀྱི་ཚད་མེད་ཀྱི་བ་རྟོགས། ད་སྒྲ་བྱས་པ་ཡིན་པ་དེ་ཁོས་ཀྱི་ནི་མངོན་སུམ་དུ་མཐོང་བའི་ག་ལ། སྒྲ་ཆོས་ཅན་མ་བྱས་པ་ཡིན་པ་ད་ལ་དེ་ཅི་ཕྱིར་དེ་ཁོས་ལན་རྒྱབ་ས་རག་གོ་མ་རེད། དེ་རྒྱབ་ས་རག་གི་མེད་པ་ཡིན་ཚེ་ད་ལན་ཞིབ་པོ་གང་ཡང་ཐེག་ཡོད་མ་རེད་ཟེར་ད་དོན་དག་རྡོག་རྡོག་རྡོག་ཞུས་ན། ད་དེ་འདྲའི་འདྲ་བ་ཞིག་རེད་ཤོད་ཨེ། ད་མཐའ་འགྱུར་དེ་ལ་ཡང་མཐའ་འགྱུར་ཡང་དག་དང། ཐ་ན་གཉིས་ཀྱིས་དབྱེ་བ། ད་མཐའ་འགྱུར་ཡང་དག་དེ་ལ་ཡང་སྒྲུབ་བྱེད་འཕེན་པའི་མཐའ་འགྱུར་ཡང་དག་དང་སྒྲུབ་བྱེད་མི་འཕེན་པའི་མཐའ་འགྱུར་ཡང་དག་ཞེས་ད་སྒྲུབ་བྱེད་འཕེན་པའི་མཐའ་འགྱུར་ཡང་དག་ཟེར་ཏེ། ནི་ག་རེ་ལ་ན། སྒྲ་བརྗོད་བྱས་མ་བྱས་པ་ཡིན་པ་ལྟར་བཏགས་པ་ཡིན་པའི་ཕྱིར་ད་འདི་ནི་མཐའ་འགྱུར་ཡང་དག་ཡིན་པར་མ་ཟད་སྒྲུབ་བྱེད་འཕེན་པའི་མཐའ་འགྱུར་ཡང་དག་ཆགས་ཡོད་པས། སྒྲུབ་བྱེད་འཕེན་པའི་མཐའ་འགྱུར་ཡང་དག་དེ་ག་འདྲའི་ཆ་རེ་ལ་ན།

གོང་གི་ནི་ཐང་རྒྱུད་དེ་གར་ཆགས་གོང་ལ་ནི་གྲུབ་ཆེན་ཕན་པའི་ཐང་རྒྱུད་ཆགས་འགྲོ་གི་རེད། གྲུབ་ཆེན་ཕན་པའི་ཐང་རྒྱུད་ཡང་དག་ཆགས། ད་གྲུབ་ཆེན་མི་ཕན་པའི་ཐང་རྒྱུད་ཡང་དག་རུ་ཆགས་སྒྲ་ཆོས་ཅན་མི་རྟག་པ་ཡིན་པར་བྱེད་པ་ཡིན་པས་ཆེ་ལ་ཡ། དེ་ཡི་གི་རྟགས་ལོ་དག་རྟགས་ལོ། རྟགས་ལོ་ཆོས་ལ་བཀོད་ཆེ་ལོ་དེ་བར་རྟགས་ལ་བར་བཀོད་པ་ཡིན་ན། སྒྲ་ཆོས་ཅན། ད་སྟག་ལོ་ཁྱོད་ལ་བཀོད་འོང་ར་སྟག་ལོ་དེ་ག་རེ་བྱེད་པ་སྟག་ཡིན་པ་དག་ལས་དེའི་ལྡོག་ཕྱོགས་དེ་མ་བྱས་པ་ཡིན་པ་དག་བཀླག་པར་བྱའོ། ར་བྱེད་པ་ཡིན་པའི་ཕྱིར་ལས་ལྡོག་ཕྱོགས་དེ་མ་བྱས་པ་ཡིན་པ་དག་ལ་ད། ཁྱོད་ལོ་དེ་ད་བ་སྟག་ལ་བཀོད་འོང་ར་དེ་ག་རེ། མ་བྱས་པ་ཡིན་པ་སྟག་པ་ཡིན་པའི་ཕྱིར་སླར་བ་སྟག་པ་ཡིན་པའི་ཕྱིར་ད། རྟག་པ་ཡིན་པའི་ཕྱིར་དེ་འདྲའི་སྐུ་ཡོན་ཚང་བ་སྒྲ་ཆོས་ཅན་མ་མཆིས་པ་ཡིན་པ་རྟག་པ་ཡིན་པའི་ཕྱིར་ལས་དེ་རྟགས་ཡོན་དང་ཆ་གོ་ཡོང་མར། བྱས་ཙང། མཐའ་འགྱུར་འདི་གིས་རྟགས་བློ་དེ། ཨ་ནི། རྟགས་བློ་དེ་བར་ཆོས་ལ་བཀོད་ཆོས་བློ་དེ་བར་རྟགས་ལ་བཀོད་པས་དེ་འབྲེལ་གྱི་རྟགས་སྦྱོར་བ། རྟགས་ཟེར་ན་སོ་སྦྱོར་བ་དེ། ཨ་ནི། གར་ཆག་གོ་བར་ཟེར་ན་རྟགས་ཡང་དང་ཆ་གི་མེད་རྟགས་ཡང་དང་ཆ་གི་མེད་པ་ཡིན་ཙང། སྒྲུབ་བྱེད་མི་དབེན་པའི་མཐའ་འགྱུར། ས་ཆག་སྒྲུབ་རེད། སྒྲུབ་བྱེད་མི་དབེན་པའི་མཐའ་འགྱུར་ཟེར་ཏེ་དེ་འདྲའི་སྒྲུབ་བྱེད་རེད། ད་ང་ཚོ་དེ་རིང་ཐཱན་འགྱུར་ཟེར་ན་ག་ལ་འོ་རེད། ཐཱན་འགྱུར་འདི་ལ་ཐཱན་འགྱུར་ཡང་དག་ཟེར་ན་ག་ལ་འོ་རེད། ཐཱན་འགྱུར་ཡང་དག་གི་ནང་ལོགས་ལ་སྒྲུབ་བྱེད་འཕེན་པའི་ཐཱན་འགྱུར་ཡང་དག་དང། སྒྲུབ་བྱེད་མི་འཕེན་པའི་ཐཱན་འགྱུར་ཡང་དག་ཟེར་ན་ཨ་ནི་ག་འདྲ་བྱེད་ལ་གི་རེད་ཟེར་ད་དེའི་འགྲེལ་བཤད་འདྲ་བོ་དེ་ད་རིང་ང་ཚོ་ཞུས་ཟིན་པ་ཡིན་ད་སྒྲུབ་བྱེད་འཕེན་པའི་ཐཱན་འགྱུར་ཡང་དག་ཁོ་རང་ལ་ཡང་འདོད་པ་རང་རིག་གིས་འཕེན་པའི་མཐའ་འགྱུར་ཡང་དག་དང། འདོད་པ་གཞན་རིག་གིས་འཕེན་པའི་མཐའ་འགྱུར་ཡང་དག་ཟེར་བག་ཡེར་བ་དེ་བ་ཆེན་ཧོ་རེད། ད་འདོད་པ་རང་རིག་གིས་འཕེན་པའི་མཐའ་འགྱུར་ཡང་དག་འདི་ལ་ཁོ་རང་ནང་ཚན་བག་ཡེར་བ་གཉིས་དེ་འདྲ་བྱས་ཡོད་ད་དེ་ཚོ་ཚང་མ་ཞིབ་ཚགས་པོ་བྱེད་འགྲོ་ན་ནི་དཔེ་མང་པོ་བཤད་ཡོད་རེད་ད་ང་ཚོ་དེ་རིང་དེ་འདྲ་ཞིག་མེད་དོག་དོག་འདྲ་བ་བྱེད་ད་དེ་འདྲ་འདྲ་བ་བྱེད་ཞུ་ཡས་ཡིན། རྒྱང་འཛུགས་ཀྱི་ནི་དེབ་ནང་ལོག་ལ་ཡང་དེ་འདྲ་ཅིག་མ་དོད་ཡོང་མ་རེད་རྡོག་རྡོག་འདྲ་ཅིག་མ་དོད་ཡོང་མ་རེད། ངས་ལྟས་ཅི་དང་དོན་དྲ་རྒྱའི་རི་ཐང་ཅེས་ཞུ་བའི་ཁུལ་ཡིན། ད། འདི་རྗེས་མ་གི་ཚོགས་འདུ་དེ་ལ་ཐང་རྒྱུ་རེད་ད། ཚོགས་འདུ་དེ་ལ་ཡང་རྒྱུ་འདི་རྗེས་མ་དེ་ལ་ཨ་ནི། ཐང་རྒྱུ་རྟ་ནག་ཟེར་ཏེ། ཐང་རྒྱུ། ཡང་དག་གི་རྗེས་ལ་ཐང་རྒྱུ་རྟ་ནག་ཟེར་ཏེ་ག་འདྲ་ཅིག་ལབ་པ་རེད་བས། འདི་འདྲ་ཞིག་ཞུས། ལྟ་ན་ང་ཚོ། འདིར་འདི་འགྲོ་ཚར་བ། ཐཱན་འགྱུར་དེ་ལ་དབྱེ་ན། སྟོད་ར་དེ་ཐཱན་འགྱུར་དེ་ལ་དབྱེ་ན། ཐཱན་འགྱུར་ཡང་དག་དང་ཐཱན་འགྱུར་བཏང་ན། ཐཱན་འགྱུར་ཡང་དག་དེ་ལ་ནི་བསྒྲུབ་བྱའི་འཕེན་པའི་ཐཱན་འགྱུར་དང། བསྒྲུབ་བྱའི་མི་འཕེན་པའི་ཐཱན། ཨ་དང་པོ་ཐཱན་འགྱུར་ཡང་དག་ཟེར་ན་ག་རེ་ཟེར་ཏེ་དཔྱད། ཐཱན་འགྱུར་ཡང་དག་དེ་ལ་བསྒྲུབ་བྱའི་འཕེན་པའི་ཐཱན་འགྱུར་ཡང་དག་དང་བསྒྲུབ་བྱའི་མི་འཕེན་པའི་ཐཱན་འགྱུར་ཡང་དག་ཤེས་རོགས་ད་ང་ཚོ་ད་ལྟ་ལྷག་བསྡད་དེ་ཐཱན་འགྱུར་བཏང་ན་ཟེར་ན་ག་འདྲ་བྱེད་ལགས་རེད། འདིས་མ་འདྲེས་ཤིག་དེ། ཞོལ་ཆས་ཨ་ནི་མཐའ་འགྱུར་རྟ་ནང་གི་ནང་ལོགས་ལ་ཡང། སྡེ་ཚན་འདྲ་བོ་ག་རེ་ག་རེ་ཡོད་རེད་འདིས་མ་འདྲེས་ཤིག་དེ་ཞོལ་ཆས། ཨ་འདི་ནས་ང་ཚོ་འདིའི་རྗེས་ལ་ཨ་ནི་ང་ཚོའི་ལྷག་མ་འདི་འདིས་ལྷག་འདོད་རེད། མཐའ་འགྱུར་ཁྱད་པར་འགོག་དགོས་ཟེར་ཏེ། འདི་ཞོལ་ཡིན། དེ། མཐའ་འགྱུར་ཁྱད་པར་འགོག་དགོས་དེ་ཁྱེད་རང་ཚོ་དེབ་ནང་ཡོད། རྗེས་རྒྱབ་རྣལ་མ་དང། མཐོ་རྒྱབ་རྣལ་མ། རྡོ་ཁྱབ་རྣལ་མ་དང་རྡོ་ཁྱབ། རྒྱ་ཁྱབ་རྣལ་མ། རྗེ་ཁྱབ་ཕྱིན་ཅི་ལོག་དང་ཐུར་ཁྱབ་ཕྱིན་ཅི་ལོག། རྡོ་ཁྱབ་ཕྱིན་ཅི་ལོག་དང་རྒྱ་ཁྱབ་ཕྱིན་ཅི་ལོག་འོ་འདི་ལ་ཁྱད་པར་སྒོ་འགེགས་ཟེར་བ། འོ་ད་མཐའ་འགྱུར་ཁྱད་པར་སྒོ་འགེགས་དེ་ག་རེ་ག་རེ་ཡིན་མི་དེ་ངོ་སྤྲོད་དེ་ང་ཚོ་རྗེས་མར་ཞུ་ཡས་ཡིན། འོ་ད་དེ་འདྲ་འདྲ་བོ་ཅིག་ད་དེ་རིང་གི་ཨ་ནི་སློབ་ཁྲིད་ཟེར་བ་ར་དེ་མཚམས་འདྲ་བོ་དེ་ཨ་དེ་འདྲ་བཞག་གི་ཨ་ནི་ཡང་གལ་སྲིད། ཁྱེད་རང་ཚོ་འདི་ནང་ལོགས་ལ་ཡང། དོགས་པ་དེ་འདྲ་ཡོད་པ་ཡིན་ན་ད་ངེས་པར་དུ་ང་ལ་འབྲེལ་བ་གནང་རོགས་གནང་ཞེས་ནས་རེ་སྐུལ་ཞུ་བ་ཡིན། ད་ད་ཡིན་ཁྱེད་རང་ཚོ་དེ་རིང་གི་ཉིན་མོ་འདི་སྤྲོ་བོ་ཡོང་བའི་སྨོན་འདུན་ཞུ་ཡ་ད་ཆབས་ཅིག་ཁྱེད་རང་ཚོ་ངེས་པར་དུ་བསླབ་ཚར་རྒྱུ་དེ་ཚོ་གང་ནས་མ་ད་གང་འདྲ་དྲན་པ་གནང་ལོ་ལ་བརྟན་པོ་ཆེ་མ་བསྡད་པ་དེ་ལ་ཡང་ནས་ཡང་དུ་བསྐྱར་ཟློས་བྱས་རྗེས། བསྐྱར་སྦྱོང་བྱས་རྗེས་སློབ་སྦྱོང་གནང་རོགས་གནང་ཟེར་བས་ངས་རེ་སྐུལ་ཞུ་ཡ་ཡིན་ཞེས་མ་གཏོགས་ཡང་ང་ཚོའི་ཡང་སྣོད་ཀྱི་སྐྱོན་གསུམ་པ་དེ་བྱུག་འགྲོ་གི་གདའ། སྣོད་ཀྱི་སྐྱོན་དང་པོ་དེ་ག་རེད། ཨ་ནི་སློབ་སྦྱོང་བྱེད་པའི་བར་ལ་གཉིད་ཁུག་བ་དང་བསམ་བློ་གཞན་དག་ཅིག་ལ་བཏང་ནས་སློབ་སྦྱོང་བྱེད་པ་ཡིན་ན་སྣོད་དེ་གར་ཆག་འོ་ར་སྣོད་ཁ་སྦུབ་བ་ཟེར་ཡ་ཆག་འོས། ད་སྣོད་ཨ་ནི་དྲི་མ་ཅན་ཟེར་ཏེ་ཀུན་སློང་སྡུག་ཅག་ཅིག་བང་གིས་ཨ་ནི་སློབ་སྦྱོང་བྱེད་པ་ཡིན་ན་ཨ་ནི་སྣོད་དྲི་མ་ཅན་ཟེར་ཡ་ཆག་འོ་ར། ད་སྣོད། ཞབས་བསྡུ་བ་ལས་དེ་སློབ་སྦྱོང་ཕྱིར་བྱ་རྒྱུ་དེ། དྲན་པ་ལ་རྟག་རྟག་མ་ཉམས་པ་ཡིན་ན་དེ་རིང་བསླབ་རྒྱུ་སང་ཉིན་རྗེས་སང་ཉིན་བསླབ་རྒྱུ་གནངས་ཉིན་རྗེས་ཟླ་གཉིས་བསླབ་རྒྱུ་ད་ལོ་རྗེས་ད་ལོ་བསླབ་རྒྱུ་ལོ་ཆུང་མ་རྗེས་དེ་འདྲའི་བྱས་འགྲོ་བ་ཡིན་ན་ཨང་འགྲིག་ཡོད་མ་རེད། བྱས་ཙང་ད་ང་ཚོས་དྲན་པ་ནང་ལ་བརྟན་པོ་ཞིག་མ་བསྡད་པ་དེ་ལ་བསྐྱར་སྦྱོང་བྱས་ཡང་ཡོད་ཡིན་ཀྱང་ད་ཚར་གཅིག་བརྟན་པོ་ཞུགས་རྗེས་དེའི་ཚགས་སོ་ན་ཨ་ནེ་བསྐྱར་སྦྱོང་ཞེ་དྲག་མ་གནང་པ་ཡིན་ན་ཡང་འགྲིག་གི་རེད་ད་ཚར་མེད་ཚར་མེད་ལྟ་ལྟ་བྱས་ན་ང་ཚོ་ཞེས